གླུ་གཞས་ཅིག་དག་འདི་ནང་ལོགས་ལ་བཏང་བཞིན་ཡོད། འདིའི་གླུ་གཞས་འདིས་དངོས་གནས་དྲང་གནས་ཀྱི་ཐ་སྙད་བྱ། ང་ཚོ་བཙན་བྱོལ་བོད་པའི་སྤྱི་ཚོགས་ནང་ལོགས་ལ་ནི་རང་གཞུང་བཀའ་ཤག་རེད་དང་ནི་གཞུང་འབྲེལ་མ་ཡིན་པ་ཚོགས་པ་དག་ནས་བཞིན་གྱི་ས་གནས་འགོ་འཛིན་ལས་ཁུངས་ཁག་མང་པོ་བཅས་ཀྱིས་སྤྱི་ཟླ་དང་པོའི་ཚེས་བདུན་ནང་ལོགས་ལ་བོད་ཀྱི་དིང་རིའི་ཕྱོགས་ལ་ས་ཡོམ་གྱི་གོད་ཆག་ཤུགས་ཆེན་པོ་བྱུང་བའི་རྐྱེན་གྱིས་བོད་མི་མང་པོ། འདས་གྲོངས་ཕྱིན་པ་དང་ད་ག་ན་ཞིང་གི་ཁ་ཤས་གར་སོང་ཆ་མེད་ཕྱིན་པ་དང་ད་ག་ན་ཞིང་གི་དཀོན་ཆག་མང་པོ་བྱུང་བའི་གནས་ཚུལ་བལྟས་བྱས་རྗེས་བོད་མི་བཀའ་ཤག་གི་བོད་མི་སྒྲིག་འཛུགས་བཀའ་ཤག་གིས་ད་ལོའི་གི་ལོ་སར་ལ་ཅིག་འཛོམས་འཛོམས་བྱས་བ་དང་དགའ་དགའ་སྤྲོ་སྤྲོ་བྱས་བ་དང་གླུ་གཞས་བཏང་བ་དེ་འདྲའི་རིགས་མེད་པའི་འབོད་སྐུལ་ཞུས་ཡོད་རེད་ཞུས་བ་ན་ཞིང་གི་བོད་མི་མང་ཆེ་བ་བཅས་ཀྱིས་ད་དེ་ལ་ཨ་ནི་ལག་ལེན་བསྟར་དང་ལྟ་ཤེས་པ་ཡིན་པ་གཅིག་ལ་ངས་ངོས་འཛིན་བྱེད་ཀྱི་ཡོད་ཞེས་ཤོད་ཡིན། དེ་འདྲ་སོང་ཙང་ཨ་ནི་ང་ཚོ་ད་ལྟ་གོང་དུ་གླུ་གཞས་དེ་བཏང་གནང་མཁན་གྱི་དེ་ནང་དུ་ནང་དོན་ཡོད་པ་ནང་བཞིན་གྱི་ཨ་ནི་བོད་ནང་ཡོད་པའི་བོད་མི་ཚོ་ཨ་ནི་སེམས་ཤུགས་ཆག་པ་མ་གནང་ཟེར་བ་ཁྱེད་རང་ཚོའི་རྒྱབ་ལ་ང་ཚོ་ཡོད་ཟེར་གྱི་ལབ་པའི་སྐབས་ལ་ང་ཚོ་ཁོ་ཚོའི་སྐྱིད་པོ་དང་སྐྱིད་པོའི་སྐབས་ལ་མཉམ་དུ་ཡོད་སྡུག་པོ་ག་ལས་ང་ཚོ་མཉམ་དུ་མྱོང་གི་ཡིན་ད་ཨ་ལས་ཀྱི་སྐྱིད་སྡུག་མཉམ་མྱོང་ལས་དེ་དངོས་གནས་དྲང་གནས་ཀྱི་ཁ་ཅིག་པོ་ནི་མེད་པའི་དོན་མི་མཐོང་ནས་དོན་ངོ་མ་མཐོང་ནས་ལག་ལེན་བསྟར་དགོས་ཨ་འདི་ངའི་བསམ་པ་ལ་ཤིན་ཏུ་གལ་ཆེན་པོ་རེད་བསམ་སྡོད་ཀྱི་ཡོད་ད་ཡིན་ནའི་ཡང། ད་ལྟ་ས་གནས་ཁ་ཤས་ནང་ལོགས་ནིའུ་ཡོག་ནིའུ་ཇེར་སི་ནང་ལོགས་ལ་ད་ཅིག་ད་ལྟའི་ཆ་ལ་ཨ་ཅིག། གཞིར་རྒུ་མ་འཁོར་བ་ཡིན་ནས་ད་འདི་ཡང་ནི་བཤད་ན་འཁྲབ་སྟོན་བྱས་བསྡད་པའི་གནས་ཚུལ་རབ་དང་རིམ་པ་མང་པོ་འགྲོ་ཅིག་གོ་ཡག་འདུག་མཐོང་ཡག་འདུག་ངེད་ཅག་ད་ལྟ་ནིའུ་ཡོག་ལ་ཏྲེ་ཧོར་ལ་བྱས་བྱས་ཏྲེ་ཧོར་སྐྱིད་སྡུག་གི་གཞས་བཏང་བའི་དང། ལོ་སར་ཡིན་ལ་བྱས་བྱས་ནི་གཞས་ཞབས་བྲོ་འཁྲབ་པ་དང་སྐོར་གཞས་འཁྲབ་པ་དེ་འདྲས་མཐོང་ཡག་འདུག་དེ་འདྲས་སོང་ཙང་དེ་ཚོ་རིགས་དེ་ཚོ་ད་ང་ཚོའི་འབོད་སྐུལ་ཞུ་གཏུག་གི་རེད་མ་གཏོགས་བྱེད་མ་བྱེད་ལ་ཡ་དེ་ཨ་ནི་ཁྱོད་རང་ཚོའི་འདོད་པ་རེད་ཨ་ནི་དེ་དངོས་གནས་དྲང་གནས་ཀྱི་བོད་བོད་ན་ཡོད་བོད་མི་ཚོས་ཀྱི་སྐྱིད་སྡུག་མཉམ་མྱོང་སྐབས་ལ་སུ་སྡུག་མི་སྡུག་ད་དེ་ང་ཚོ་དབྱེ་བ་ཕྱེ་ཐུབ་བས་ཅིག་རེད་ཤག་བསམ་སྡོད་ཀྱི་འདུག་དེ་འདྲ་སོང། དེ་འདྲ་སོང་ཙང་ད་ལོའི་ཀྱི་ལོ་སར་དེ་ཨ་ནི་བོད་མི་ཚང་མ་ལོ་ཨ་ནི་མྱ་ངན་གང་ཐུག་ཐུག་ཞུ་རོགས་གནང་ཞུ་ཡིན། དེ་ནས་ངས་བརྙན་ཐུང་སེང་སེང་ནང་གི་ཚང་མ་ལོག་ལ་ཞུ་ཡས་ལ་ཨ་ནི་ད་འདྲའི་ཆ་ལ་ནི་ང་ཞག་མ་ཟླ་བ་གཅིག་གི་རིང་ལ་བརྙན་ཐུང་བཟོས་ཐུབ་ཡ་ཡོད་མེད་ད་འདྲའི་ཆ་ལ་ང་ཤི་ཀ་ཀོ་ས་གནས་ལ་ལས་ཀ་གལ་ཆེན་པོ་ཆེ་དོན་དག་ལ་ཡ་སླེབས་ཏེ་ཡོད་དེ་འདྲ་སོང་ཙང་ད་ལྟ་བོ་དོང་ནམ་པོ་བཟོ་བརྙན་ཐུང་བཟི་བ་དང་ཨ་ནི་རྒྱབ་སྐྱོར་གནང་བདེ་བ་དེ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡས་ཡིན་ད་ག་རང་ཡིན།